དང་དང་པོ་ནི་འོད་ཟེར་གང་ཤེས་པར་བྱ་བའི་ཆུའི་ངོས་བཟུང་བ་དང་པོ་ནི་བྱེ་བྲག་གཞུང་འདི་དང་འདི་ཡིན་ནོ་ཞེས་དམིགས་ཀྱིས་བཀག་སྟེ་གཞུང་དེ་ཡི་མཛད་པ་པོ་ཁྱད་པར་དང། ཇི་ལྟར་མཛེས་པའི་གྱི་ཚུལ་མཛེས་པའི་བསྟན་བཅོས་ཀྱི་རང་བཞིན། མཚན་གྱི་དོན་གཞུང་གི་ཚེ་ཕྱོགས་གང་དུ་གཏོགས་པ་གསང་བའི་ནང་སྐབས་དང་བཞག་སྟེ་བཤད་དོ། ད་ཤེས་པའི་སྐབས་སུ་ཁྱད་པར་པོ་པོ་དང་པོ་འདིར་བཤད་དགོས་པའི་རྭསྐྱོན་འཇུག་འདྲ་བ་ཡིན་ན། ནི། ད། བསྟན་བཅོས་འདི་ཡོངས་ལ་བྱང་ཆུབ་སེམས་དཔའ་སྤྱོད་པ་ལ་འགྱུར་བ་ཟེར་གྱི་རེད། ཨ་ནི་ཡོངས་ཚད་འདི་ག་ཟེར་གྱི་རེད། འདི་ཕྱོགས་གང་དུ་གཏོགས་དགོས་རེད་ཟེར་ན། སྡེ་སྣོད་སོགས་ཀྱི་ནང་ནས་མདོ་སྡེ་གི་ཁོངས་སུ་གཏོགས་པ་འདི་འགྲིག་གི་རེད། དེ་ནས་འདུལ་བ་འདྲ་བོ་ཡིན་ན་འདུལ་བའི་ཁོངས་སུ་གཏོགས་པ། རྔོན་པ་ཡིན་ན་རྔོན་པའི་ཁོངས་སུ་གཏོགས་པ་རེད། དུ་སོགས་ཀྱི་ད་དེ་རེད། གང་ཤེས་པ་བྱ་བའི་ཆོས་ངོས་བཟུང་བ་ཟེར་གྱི་རེད།

གང་ཤེས་པར་བྱ་བའི་ཆོས་ངོས་བཟུང་བ། ད་ཤེས་པར་འབྱུང་བའི་རྒྱུ་རེད་བ། ཤེས་པར་འབྱུང་བའི་རྒྱུ་དེ་ག་རེད། བསྙེན་པ་ལ་སོང་སྟེ་དོན་གྱི་རྒྱུ་ནི། ལྷ་མ་བཞེངས་ཤིང་འདི་བརྩོན་འགྲུས་ཀྱིས་འཁྱིལ་བའི་གསུང་སྤྲུལ་མཛེས་པ་དང། རྟོགས་པ་ཡོད་པའང་ཐོས་བསམ་སྒོམ་པའི་ཤེས་རབ་ལས་ཏེ། ད

དེ་འདྲ་བྱེད་དུས། ལྟོགས་པའི་ཆུ་མགོ་ལམ་གཉིས་ཡོད་མཁན་ཡིན་ན་ཕར་བའི་གང་ཟག་རེད། ད། གཞོན་ལམ་ཆུ་མཆོག་ཆེན་པོ་མན་ཆད་ཀྱིས་སྟོན་པ་དེ་ག་རེ་བཤད་དགོས་རེད་ཟེར་ནས་ལུང་ཆུ་ཟེར་གྱི་བཤད་དགོས་རེད་ཟེར་ལུང་ཆུ། བཀའ་དང་བསྟན་བཅོས། ལུང་རྟོགས་རྟོགས་པའི། དབང་འབྱོར་བའི་ཟེར་གི་འདུག་བ། དབང་འབྱོར་བ་ཟེར་གྱི་དེ་ས་བརྒྱད་པ་གི་ཡན་ཆད་དབང། ས་བརྒྱད་པ་གི་ཡན་ཆད་ལ་ཆུ་ག་རེ་བཤད་པ་ཡིན་ན་ཡང་རང་དབང་རེད་རང་དབང།

འདི་ནི་བརྩོན་འགྲུས་གསུམ་གཅིག་གསུངས། ད་སྙིང་རྗེ་ཀུན་ནས་བསླང་བའི་བརྩོན་འགྲུས་གསེར་གྱི་ཐིག་སེང་ཆེན་ཐང་ཆད་འདྲ་བར་འདོད་པའི་སྙིང་རྗེ་ཆེ། སྙིང་རྗེ་ཆུ་ཆེ་བ་ལ་སྤྲོ་བ་དང། སྤྲོ་དགའ་དང་བཅས་པ་དེ་སྤྱོད་འཇུག་ལས་རྩོལ་གང་བདེ་ལ་སྤྲོ་བ་ཤེས་པ་ད་འདིར། དེ་ཤེས་པར་འགྱུར་བའི་རྒྱུ་དེ་ལ་ཤེས་དགོས་པ་ཡོད་པ་དང་པོ། དེ་ནས་ཤེས་པ་ཙམ་མ་ཟད་ཀྱི། དོན་དག་དེ་ཕར་སྟོན་ཐུབ་མཁན་གྱི་སྒྲ་ཞིག་སྐད་སྐད་ཡག་པོ་ཞིག་དགོས་པའི་རེ་བ། སྐད་སྒྲ་གདངས་ཡག་པོ་ཞིག།

ལུང་པ་ལུང་ཁུག་གི་སྐད་དེ་འདྲའི་སྐད་བཤད་དེ་ན་ཡང་མི་མང་བ་ཅག་གོ་གི་མ་རེད། དེ་འདྲའི་མ་གོ་བར་ཡོངས་གྲགས་ཀྱི་སྐད་གང་ཡིན་པ་དེ་འདྲའི་གི་ཐོག་ནས་བཤད་དགོས་ཀྱི་རེད། དེ་ནས་ང་འདྲ་བ་ཞིག་གིས་གང་སྐད་ཀྱི་རྒྱུན་ལྟ་དུ་མ། རྒྱུན་ཆགས་ནས་བཤད་ཐུབ་གི་རེད། ངོ། སྐབས་འགའ་བཤད་གི་བཤད་གི། ང་སོ་རྒྱག་གི་རྒྱག་གི་དེ་འདྲ་བསྡད་བསྡད་པ་མ་ཡིན་པ། གསང་བ་བཏང་གི་བཏང་གི། དེ་འདྲ་མ་ཡིན་པ་ཡང་ཁོ་རྒྱུན་ཆགས་པ་ཞིག་བཤད་ཐུབ་དགོས་ཀྱི་རེད།

བཞི་པ་མན་ངག་ལ་སོང་ཟེར་གྱི་དེ་བརྗོད་བྱ་དོན་བསྟན་པ་གཅིག་རེད་ད་བརྗོད་བྱ་དོན་བསྟན་པ་དཔེ་ན་ང་ཚོ་དེ་རིང་འདྲ་བོ་ཡིན་ན་དེ་ནས་དེ་རིང་ག་བ་བཤད་གི་རེད་ཟེར་ན་སྡོམ་ནས་ཆུ་ཟླས་ངུས་སོང་བ་གང་སོང་ནས་དེ་ནས་བཤེས་གཉེན་བྱེད་ཀྱི་གི་ཚོད་རེད་བཤེས་གཉེན་བྱེད་ཀྱི་ཚོད་དེ་ལ་ཤེས་པ་དང

གསུམ་པ་ནི་གཞུང་ལྷག་མ་འདུས་པ་དང་གཞུང་ལུང་བཞི་དང་ཁས་བླངས་དང་རིགས་པ་དང་འགལ་བ་དང་མ་འབྲེལ་ལོ་ཞེས་མ་འབྲེལ་ལོ་ཡང་ཞེས་བསམ་པ་མ་གཏོགས་པའི་རྒོལ་བ་འགོད་པ། བརྗོད་བྱ་ལ་གུས་པ་དང་བརྗོད་ཚུལ་ཐ་དད་པའི་མི་འདུས་ཤིང། འགལ་བ་དང་མ་འབྲེལ་བ་མེད་པ་ཞེས་རང་གི་བསམ་པ་གསལ་པོ་བཏོན་པའི་སྒོ་ནས་ལན་བཏབ་པ། གང་དེས། འདི་སོགས་ལྟ་བུའི་གཞུང་ཆེན་པོ་བདུན་པའི་ཁས་ལེན་བྱེད་པའི་སྐབས་སུ་རུང་བ།

དེ་འདྲ་བྱེད་ཐུབ་དེ་ད་མི་འགའ་རེ་རྒྱུ་མཚན་འདི་འདྲ་རེད་ཟེར། ཨོ་ད་བ་ཁྱེད་ཤེས་ཀྱི་རེད། ལུང་དང་རིགས་པས་ཀྱི་ཤེས་བྱེད་དགོས་པའོ་ཟེར་ཡང་ན་ཁྱེད་བོད་ཀྱི་མན་ངག་རྣམ་ཤེས་རིག་པ་ལས་དགོས་པ་འདུས་པའི་དོན་བཤད་དང་ཚིག་དོན་གྱི་ནང་ཚང་བྱ་དང་བཀའ་ལན་བྱེད་དེ་བསྙེན་པ་བྱ་ཞེས་པ་ཡང་དོན་སྔ་དེ་དང་འདི་མདོ་བཤད་ཐབས་ཀྱི་མན་ངག་སྔགས་སུ་མི་གཏོགས་པའི་དབྱིངས་ཡིན་གསུངས་པ་རེད་དགོས་དོན་བསྡུས་དོན།

ད་འདི་ཤེས་མཁན་གྱི་སྐོར་བཤད་སྟོང་བཤད་ཀྱི་ཡོད་ད་ཁྱོད་ཤེས་མཁན་དགེ་རྒན་སློབ་དཔོན་མཁན་པོ་སུ་ཡིན་ན་ད་དེ་ཚོ་གི་མ་ཤེས་པའི་སྐབས་སུ་བཤད་སྟོང་འདི་འདྲ་བཤད་དགོས་པ་རེད་ཟེར་གྱི་རེད། དེ་ནས་གུས་པའི་དབང་གི་མཚན་ཉིད་བསྟན་ལ། དབལ་བཞགའམ་སྒྲུབ་པ་མྱང་ལེན་དུ་བཤད་པ། ད་ཀ་རའི་མཚན་ཉིད་བསྟན་ལ་ཕབ་ནས་ཅིག་ཐོས་བསམ་གྱི་སྒྲོ་འདོགས་བཅད་པ།

དང་པོ་ནི་སྟོན་པ་རྒྱས་འབྲིང་བསྡུས་གསུངས་གསུངས་པ་ལྟར་ཏེ། རྗེས་ནི། རྟེན་དང་རྣམ་འབྱེད་ཐེ་ཚོམ་སྐྱོ། མེའི་འམ་བཅས་དང་ལྡན་པ་ནི་མགོ་མི། མགོ་མི་སྣང་སྤྲུལ་སྐོར་རྣམས་ལ་རྗེས་སུ་སྨིན་པ་ནི་གཏན་ཚིགས་ཁ་ཅིག་རེ། གཉིས་ཀ་འབྱུང་བ་ཁ་ཅིག་ལས་གང་རུང་རེ་འབྱུང་ངོ། གསུམ་པ་ནི་གཟུ་བོ་སྐྱེས་ནས་གཞན་གྱིས་མི་ཤེས་དགའ་བ་དང་རང་གིས་སྐྱེས་པར་འདོད་པ་དང། དེ་ལས་གཞན་གྱི་རྩོད་པ་པོ་ལ་མདོ་ལས། དགེ་སློང་དག་གིས་ཁྱོད་མ་ཚད་སྲིད་སྐྱེས་དག་གི་སེམས་ཀྱི་དོན། ལེགས་པར་བརྟགས་ལ། ཡོངས་སུ་བརྟགས་ལ་ང་ཡི་ག་སློང་བར་བྱ་བའི་དུས་ཕྱིས་མིན། ཞེས་དང་རྒྱུད་བླ་མ་ལས་གང་ཞིག་རྒྱལ་བའི་བྱིན་གྱིས་རྒ་བཞིན་འཇིག་རྟེན་འདི་ན་ཡོད་མོད་ཀྱང་མ་ལུས་དེ་ཉིད་ཕྱོགས་མེད་ཀུན་མཁྱེན་གྱི་མཁྱེན་གཞན་མིན་པས་དེ་འདྲའི་དྲང་སྲོང་རང་ཉིད་ཀྱིས་ཀྱང་མདོ་སྡེ་གང་ཞིག་དེ་མི་དཀྲུག། ཐུགས་ཚོད་ཞིག་བྱས་དེས་ནི་དྭངས་བཅུད་ལ་ཡང་གནོད་པ་བྱེད་པར་འགྱུར་ཞེས་སོ།

ཁྱོད་ཀྱིས། རྒྱལ་པོ་བདག་ཡིད་སེང་གེའི་དྲི་ལ་བཞུགས་པའི་ང་རྒྱལ་བཅའ་སྟེ། སྐུ་གསུང་རང་གི་ལུས་ངག་ཡིད་གསུམ་སངས་རྒྱས་ཀྱི་སྐུ་གསུང་ཐུགས་ཀྱི་ངོ་བོར་བྱིན་གྱིས་ལ་ཨོ་མ་ཧོ་ཞེས་མིང་བསམས་ལ་དེ་ནས་ཁྲེགས་ཐོག་ཏུ་བཞུགས། སྙན་པ་དང་འཇམ་པ་དང་སྙན་པ་དང་ཡེ་གདོང་བ་ལ་སོགས་པའི་གསུང་དབྱངས་ཡན་ལག་དྲུག་བཅུ་ཡིས་འདོད་ཆགས་དང་ཚངས་པའི་ཆུ་སྣ་ཚོགས་འབྱུང་བར་བསམ་མོ། དངོས་གཞི་ཕ་རོལ་ཏུ་ཕྱིན་པ་དྲུག་ལྡན་དུ་བྱ་བ་སྟེ། དཔེའི་ཆུ་མེད་པར་སྟོན་པ་དང། དཔེ་ཆུ་མེད་པ་ཟེར་གྱི་འདུག་དཔེ་ཆུ་ཟེར་ན་ཁ་ཤས་ཀྱིས་ཤི་ན་ཡང། དགེ་རྒན་དེ་གས་དཔེ་ཆ་ཤི་ན་ཡང་སློབ་མ་ཚོས་མི་ཤེས་ནས་གསང་དེ་ཡ་བཅོས་རོགས་ཨ། མི་ཤེས་པ་དེ་ལ་མི་ཤེས་ནས་གསང་དེ་བ་ཡིན་ན་དེ་ལ་དཔེ་ཆུ་བྱས་པ་ཟེར་གྱི་རེད་འོང་དེ་འདྲའི་དཔེ་ཆུ་བྱས་པ་མེད་པ་སོ་སོ་གང་ཤེས་པ་དེ་སྟོན་དགོས་པ། དེ་ནས་སྒོ་སྲུང་གྱིས་ཉི་ཤོས་བསྡོམས་པ། ལུས་ཀྱི་སྒོ་ནས་གཅིག་མ་འཛིན་བ་ལྟ་བུ་དང།

འདུན་པ་ཡོད་མཁན་རང་ཤི་འདོད་ཡོད་མཁན་དཔེ་ཆ་དཔེ་ཆ་དེ་ལྟར་མ་གཏོགས་ཅི་ཞིག་རང་ཤི་ན་ཤི་མ་ཤི་ན་མ་ཤི་སོང་དཔེ་ཆ་ལ་སྤྲོ་བ་མེད་ན་ཨ་ནི་དཔེ་ཆ་ཤི་གི་མ་རེད། སོ་སོ་གང་དང་གང་ཡིན་ན་གང་སློབ་སྦྱོང་དེར་སྤྲོ་བ་ཡོད་དགོས་གོ། ད་འདི་ཡིན་གྱི་མི་ཉིད་ངས་ཤི་དགོས་ད་དེ་ཤི་ན། ཤི་བའི་ཐབས་ག་རེ་ཡིན་ན་ཡང་ངས་བྱེད་ཀྱི་ཡིན་སོང་སོང་དེ་འདྲ་ཡོད་ན་དེ་ནི་ཤི་གི་རེད། ཅི་ནས་ཤི་བར་བྱ་དགོས་སྙམ་པའི་དོན་དེ་ཉིད་འདུན་པ་དེ་བྱེད། ཆུའི་སྟོན་པ་ལ།

དེ་ནི་བདག་གི་སོན་ལག་རྒྱ་ཆེན་པོ་འབྱུང་བ་མ་རེད། གཞན་ལ་ཉན་པའི་སོན་ལག་ཙམ་འབྱུང་རྗེས་ཤི་བ་སྐྱེས་པ་ནི་མི་འབྱུང་བ་ཞིག་གི་མ་རེད་གསུངས་པའི་ཕྱིར། གཉིས་པ་ཉན་བདག་ཉན་པ་པོ་དེ་དེ་འདྲ་ཞིག་ཅེས་རང་བདག་ཉན་པའི་ཐབས་ལ་སོང་སྟེ་ཆུ་དང་སྟོན་པ་ལ་གུས་པར་བྱ་བ། ཆུ་སྟོན་མཁན་གྱི་དད་དམ་ནི་ཆུ་ལ་གུས་ཞབས་བྱ་བ་དང་གཅིག་བྱས། གུས་པར་བྱས་ནས་ཆུ་ཇི་ལྟར་ཉན་པ་དང་གཉིས་བྱས།

བསམ་པ་ཕོ་སོང་ཚོར་བ་དང། ཐ་མག་ཟང་ཟིང་གི་བསྙེན་བཀུར་དང། ཐ་མག་ཐ་མ་དེ་དག་ཆུས་བསྟེན་མཁན་ལ་ར་བཀའ་དྲིན་གསོལ་ཡག་གི་ར་འགྲིག་མཐའ་སོགས་མང་ནི་ཐ་མ་དེ་ག་རེད་ཟེར་ན་ཟང་ཟིང་གི་བསྙེན་བཀུར་བྱེད་ཡོད་ཀྱི་རེད་ཟང་ཟིང་གི་བསྙེན་བཀུར་ཟེར་ན་དེ་འདྲ་ཡོན་འདྲ་བོ་ཕུལ་རྒྱུ་འདྲ་བོ་ཕུལ་དེ་འདྲ་བྱེད་ཀྱི་རེད། ད་འབྲིང་ག་རེ་རེད་ཟེར་ན་འབྲིང་ལུས་ངག་གི་རིག་འགྲོ།

གསུམ་པ་ནི་བླ་མ་བཞུགས་ས་གི་ཁྱིམ་དེ་མཐུ་ཤེས་སྒྲུབ་པ། བཞི་བ་ཆོས་ཀྱི་མཐུ་ཤེས་བསྟེན་པ། དངོས་ཀྱི་སྐུ་གཤེགས་པའི་བསམ་པ་དང། སྣ་གཏད་དེ་དང་ཡིད་གཏད་དེ་དང། སླར་བཀུག་སྟེ་ཉན་པ་དང་ཇི་ལྟ་བ་དང་སེམས་བསྒོམ་པ་ལ་སོགས་པ་གནས་བརྟན་ཕུན་སུམ་ཚོགས་པའི་བསྐྱངས། བསྐྱངས་ཏེ་ཁྱིམ་བདག་པར་ཤེས་ཀྱི་མདོ་ལས་སྐྱེས་པ་རྣམས་ལ་བསྟན་པ།

གསུམ་པ་ཇི་ལྟར་ཉན་ཚུལ་ལ་གཞོགས་དངོས་རྗེས་ལས་གཞོལ་བར་གུས་པས་སྐྱོན་ལམ་སེང་ཤེས་པ། དགའ་བ་བསྒོམ་པའོ། དངོས་ཀྱི་ཕ་རོལ་ཏུ་ཕྱིན་པ་དྲུག་ལྡན་དུ་ངེས་ཏེ། གདན་ལ་མེ་ཏོག་ཕུལ་བ་སྒོ་སྲུང་བསྡོམས་པ། གནོད་པ་བཟོད་པ་གསོལ་བ་ཉན་པ་ལ་སྤྲོ་བ། ཆད་པའི་དགྲ་ལ་སེམས་རྩེ་གཅིག་པ་དང། ཚིག་འཛིན་པའི་དོན་སྤྱོད་པའོ། རྗེས་གནོད་པ་བཟོད་པ་གསོལ་བ་དང་འབྲེལ་བ་བསྔོ་བ་དང་གཏོང་རག་གི་ཕྱག་བྱའོ།

བདག་རྩ་བའི་ས་བཅད་གསུམ་པ། གདུང་ལ་ཆུ་ཐིགས་ངོས་བཟུང་བ་བཤེས་གཉེན་ཚུལ་དམ་ཟེར་གྱི་དེ་གཉིས་པ། གཉིས་ཡན་ཆད་གསུངས་ནས་ད་གསུམ་པ། འབྲས་བུ་འོ་ཟེར་གྱི། ད་བཤེས་གཉེན་སྐྱེས་པའི་འབྲས་བུ་ག་རེ་ཡོད་ཟེར་ན་ཤེས་པའི་འབྲས་བུ་དང་མྱོས་པའི་འབྲས་བུ། དེའི་སྐབས་དོན་ལ་བྱའོ་དང་པོ་ལ་གསུངས་ཏེ་ཤེས་ཆུའི

ཐེག་པ་ཆེན་པོའི་གྱི་ཆོས་བཤད་པའི་ཕན་ཡོན། མདོར་བསྡུས་པ་ལས། དུས་བབ། བྱང་ཆུབ་སེམས་དཔའ་གང་གིས་ཤེས་རབ་མཆོག་བསྒོམས་ཏེ་དེ་ལས་ལངས་ནས་གུས་པ་མེད་པའི་ཆོས་བརྗོད་པ་བཞིན། དེ་ཡང་འགྲོ་བའི་དོན་དུ་བྱང་ཆུབ་སྦྱོང་སྔོ་ན། དགེ་བ་དེ་དང་གཉིས་པའི་འཇིག་རྟེན་སོང་ན་མེད་ཞེས་བྱ་བ་ལ་སོགས་པ་གསུམ་མོད་ཀྱི་མདོར་བསྡུས་ན་སོང་སྟེ།

ཚེ་འདི་ཉིད་ལ་མྱ་ངན་འདས་ཤེས་པ་དང། ཤེས་རབ་བརྗིད་བྱེད་པ་ནི་མཐུས་དགའ་སྟེ་བསམ་པ་དང་ནི་སྙིང་པོ་ཡོད་ཅེ་ན། དེ་ནི་དགོངས་པ་ལ་ནི་རབ་ཏུ་བཞག་དེའི་སྙིང་པོ་བླ་ན་མེད་པར་འཇོག་ཤེས་པ་ལགས་སོ་བའི་གསུང་མོད་ཀྱི་མདོ་བསྡུ་ན་སོང་སྟེ་གཏི་མུག་མུད་པའི་དགེ་བ་ཡིན་པས་ཚོགས་རྒྱ་ཆེན་པོ་རྫོགས་པར་འགྱུར་བ་དང་བཅས་ཀྱི་སྒྲོ་འདོགས་སད་ནི་ཤེས་རབ་སྐྱེས་པ་དང་གཉིས་ཀྱི་སྐུ་ནི་སྟོད་ཀྱི་སྐུ་བ་ཐོབ་པ་དང་སོང་ལའང་སྒྲུབ་པ་ལ་གཞན་གྱི་དྲིང་མི་འཇོག་པ།

ཆུ་ལ་སྐྱོན་མེད། ཆུ་དམ་བདག་ལ་སྐྱོན་སྲིད་པས། ཆོས་ཀྱིས་ཀྱང་གུས་པར་ཉན་ཅིག་བདག་གིས་ཀྱང་གུས་པར་ཤེས་པར་བྱའོ། ཞེས་པའི་གལ་ཆེ་ལྡན་དག་དེ་དག་ཡོད་ན་ཁྱོད་ཀྱིས་ཀྱང་སྔོན་གྱི་སྐྱོན་རྣམས་སྤངས་ཏེ། ཆུའི་འཐོལ་པའི་ཕན་ཡོན་དེ་དག་ཐུགས་ལ་ཞོག་ལ།

འདྲ་བ། ཉན་པ་པོ་དང་གཡེང་བ་དང་རྨུགས་པ་དང་སྡིག་པ་ཅན་ཡིན་ལ། ཚོད་ཚུད་མི་བཟང་བ་དང་འདྲ་བ་ཉེས་པ་བྱེད་པའི་གི་ཆུ་ཡིན་ཞིང། རི་མོ་མི་མཁས་པ་དང་འདྲ་བ་ཆུ་ན་བ་པོ་ཡིན་ནོ། ད་དཔེར་ན་ལྷ་བྲིས་མཁན་ཡོད་རོགས། ལྷ་བྲིས་མཁན་བྱོས་ན་སྔ་མ་ཡིན་ན་དེ་ནས་ཤོག་བུ་ངོས་སུ་བྲིས་དགོས་ན་རེ་རེ་བྲིས་དགོས་ན་ད། ཡང་ན་ཡི་གེ་བྲིས་དགོས་ན་དུ་སུ་ལས་སླ་པོ་ཡོད་མ་རེད།

ཆོས་ཤེས་པ་པོ་བོད་གི་གང་འདྲ་ཤེས་དགོས་ཀྱི་ཡོད་པ་ཚོ་མང་ཤེས་པ་བྱས་དེ་ནས་ཉན་པ་པོ་གང་ཉན་པ་ཉན་དགོས་ཀྱི་ཡོད་པ་དེ་ནས་འཆད་ཉན་བྱེད་པའི་གི་སྐབས་སུ་ཐབས་ཤེས་གང་འདྲ་དགོས་ཀྱི་ཡོད་པ་དེ་ཚོ་ཚང་མ་ཡག་པོ་ཅིག་ཤེས་ན་དེ་ནས་ཆོས་ཡག་པོ་ཤེས་ཤེས་ཀྱི་རེད་ཡིན་ན་ཡང་ད་ཆེས་ཆེས་པ་པོ་དང་ཉན་པ་པོ་གི་རྒྱུ་ནོར་ཤེས་ཀྱི་ཚང་མ་དེ་མཚན་ཉིད་ཚང་ཟེར་རྒྱུ་དེ་ཁག་པོ་རེད། ད་བར་གང་ཟག་འདིས་ནི་དེ་འདྲ་ཡོང་དགོས་ལ་ཡོངས་སུ་རྫོགས་པ་ཚང་ནི་སྐྱོན་རྩ་ནི་མེད་མཁན་ཚེ་ཅི་ཐུབ་མེད་སྤེལ་ག་ལ་ཁག་པོ་དང། སྤྱི་བཏང་དེ་སང་དུས་སུ་དེ་འདྲ་ཡིན་ན་ཡང་དེ་ནི་གང་ཤེས་པ་དེ་ལྷག་བསམ་རྣམ་དག་གིས་དགོས་ནས་བྱེད་མི་ཤེས་པ་དེ་དག་ནོར་བ་འདུག་ན་དེ་ལ་བཟོད་པ་སོགས། ཆད་པ་དཔོག་གི་ཡང་བཟོད་པ་སོགས་ཉན་པ་པོ་ཡིན་ན་ཡང་དེ་ལྟ་བུའི་ཉན་མ་ཐུབ་ནས་དེ་ལ་བཟོད་གསོབ་ཅིག་དྭང་བླངས་བྱས། ང་རང་གིས་མ་འཇོན་པ་རེད་མ་གཏོགས་སྤེལ་ག

བཅུ་ཕྲག་བཅུ་ལ་བདེ་གཤེགས་ཉི་མའི་དཀྱིལ་འཁོར་བགྱི། ཉི་འོད་འདི་ཚེ་གསུང་རབ་ཟིལ་གསིལ་བྱེད་པ་བྱ། སིལ་སིལ་འོད་ཀྱིས་དགྲ་བཅོམ་རྐུན་མ་ཁ་བྱེ་སྟེ། རྐུན་མ་ཚལ་ལ་རྒྱལ་སྲིད་རྨ་བྱ་བཙོན། གར་གྱི་སྡེ་ནི་པད་མོ་མཛེས་པའི་སྦྲང་རྩི། གར་གྱི་སྡེ་ནི་པད་མོ་མཛེས་པའི་སྦྲང་རྩི་བཞེས། སྦྲང་རྩི་རོ་ལ་སྙན་པའི་དྲི་ཞིང་ཕྱོགས་བཅུར་བསྡམ། དྲི་རབ་ཞིང་འབར་བློ་ས་བུང་བ་ལང་ལིང་འཁོར།

དེ་བས་དེས་མཆོག་སྟེ། མཁན་པོ་རྣམ་པ་རྣམ་མཛེས་བཟང་པོས་སེང་གེ་བཟང་པོས་སངས་རྒྱས་སེང་གེའི་ཞབས་མགོན་ན་མི་དྲག་རི་ནག་ར་ཏྣ་པར་བཏགས་སྲིད་བློན་པདྨོ་བྲག་སྲོང་པདྨོ་བློ་ལྡན་ཤེས་རབ་འབྲས་ཨ་དོ་བོ་རྡོ་རྗེ་དབང་ཕྱུག། དོ་བ་རྡོ་རྗེ་དབང་ཕྱུག། དོ་བོ་བ་གཅིག་ཡིན་ས་རེད་ད་དོ་བོ་རྡོ་རྗེ་དབང་ཕྱུག། སྟག་རྡོ་རྗེ་སེང་གེ་རྒྱལ་མཚན་གྲགས་པ་སེང་གེ་དེའི་བདག་ལའོ།